ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ་བླ་མེད་རྫོགས་པའི་སངས་རྒྱས་ཀྱི་དགོངས་དོན་རིན་པོ་ཆེ། སྐྱེས་ནས་ཀྱང་ཐོབ་པར་བྱ་དེའི་ཆེད་དུ་དམ་པའི་ཆོས་གང་ཞིག་གསན་ནས། དོན་ཉམས་སུ་བླང་བར་བགྱིའོ་སྙམ་དུ་བསམ་པ་བསམ་བྱུང་མཆོག་ཏུ་ཐུགས་བསྐྱེད་ནས་གསན་པར་ཤོག་དེ་ལ་གང་ཞིག་གསན་པར་བྱ་བའི་ཆོས་ནི། བན་དཀར་འཇམ་དཔལ་བཟང་པོ་གིས་མཛད་པའི་གསུང་འདི་རྡོ་རྗེ་འཆང་ཐོག་མ། དག་འཇུག་སྤྱི་ཡི་གསུང་འདི་དེ་དང་འབྲལ་རྒྱུ་མ་མཆིས། སྙིང་འདོད་ཀྱི་རྡོ་བསྲེག་ཞུ་བ་ཡིན། ད་དེ་ད་ཆོས་སྐྱེས་གསོལ་འདེབས་དེ་ལ། རྒྱལ་བ་རྡོར་སྦྱིན་འཆང་ནས་དེ་ནས་བཀའ་བརྒྱུད་བླ་མ་རྣམས་ལ་དེ་ནས་གསོལ་འདེབས་ཀྱིས་དེ་འདྲས་བྱས་ནས་གསུངས་ཡོད་པ་དང། དེ་འདྲས་ཀྱི་གསོལ་འདེབས་དེ་ཡང

དེ་ནས་ཞེན་ལོག་སྒོམ་གྱི་རྐང་པ་དང། ཡིད་མི་སྒོམ་གྱི་དངོས་གཞི་ཟེར་ནས་ད་དེ་འདྲའི་ཀྱི་ད་སྒོམ་རྒྱག་པར་སྲིད་པ་ལ། མི་ལ་ཆང་འཚང་བ་ཡིན་ན་མགོ་བོ་དང་རྐང་པ་དང་ལུས་པོ། དེ་འདྲའི་ཀྱི་ད་ཆ་ཚང་བ་ཅིག་གི།

མཉམ་མིན་འགྲོ་མགོན་དྭགས་པོ་བཀའ་བརྒྱུད་ལ་གསོལ་བ་འདེབས་སོ་བཀའ་བརྒྱུད་བླ་མ་ལ་བརྒྱུད་པ་འཛིན་ན་རྣམ་ཐར་ཟིན་གྱིས་སློབས་གསུངས་ནས། དེ་ཡིན་བྱས་ཏེ། རྒྱལ་བ་རྡོ་རྗེ་འཆང་ནས། ད་བཀའ་བརྒྱུད་བླ་མ། དེ་ནས་ཟིན་རླབས་ཀྱི་རྩ་བ། སངས་རྒྱས་ཀུན་འདུས། དམ་ཆོས་ཀུན་འདུས་དགེ་འདུན་ཀུན་འདུས་ཀྱི། ཀུན་འདུས་ཀྱི་བདག་ཉིད། དེ་ལ་དོགས་བསད་ནས་ད་གསོལ་འདེབས་དེ་འདྲས་གསུངས་ཡོད་རེད། གསོལ་འདེབས་དེ་འདྲས་བྱས་ནས་བྱེད་དགོས་ཡག་གི་རྒྱུ་མཚན་དེ་གཙོ་བོ་ག་རེ་རེད་ཟེར་དུས། དེ་ནས་ད་དགོངས། ཚད་ལྡན་གྱི་ཡོང་ཡག་གི་དོན་དག་ལ་དེ་ནས།

དེ་ནས་དཔལ་ལྡན་རྩ་བའི་བླ་མ། གདོང་མཇུག་གི་རྟོགས་པ། ཐུགས་རྒྱུད་ལ་འཁྲུངས་དེ་ཡག་གི་དེ་ནས་ད། དཔལ་ལྡན་རྩ་བའི་བླ་མ། དེ་ཚོ་ལ་དེ་འདྲའི་བྱས་ནས་དད་པ་དང་མོས་གུས་དེ་འདྲ་བྱས་ནས་ཡོད་དགོས་གི་རེད། དེ་ཚོ་གའི་དད་པ་དང་མོས་གུས། སངས་རྒྱས་ཀུན་འདུས་ཀྱི་བདག་ཉིད།

དེ་འདྲའི་བྱས་རབས་ཅིག་བྱུང་ན་དེ་ནི་ཆུད་པ་ཡང་དག་པ་ཅིག་ཆགས་ཐུབ་ཀྱི་རེད། མི་གུས་འབྲིང་འབྲིང་ཅིག་ཆགས་ན་ཆུད་པ་འབྲིང་འབྲིང་ཆགས་ཀྱི་རེད། མི་གུས་མཐའ་མ་ཅིག་ཡོང་ན་ད་ཆུད་པ་མཐའ་མ་ཡོང་གི་རེད། དེ་བྱས་དུས་དེ་ནི་སྒོམ་ཡག་པོ་ཅིག་ཡོང་བར་སྲིད་པ་ལ་མི་གུས་དེ་རབས་འོ་དེ་འདྲ་བྱས་ན་གོ་གི་ཡོད་རེད། དེ་ནས་ད་ནང་བཞིན་གྱི་གསུང་སྒྲ་རྡོར་གྱི་འཆང་ཐང་མོ་ནང་ལ་བན་གར་འཇམ་པ་བཟང་པོ་གི་གར་སྲུང་བ་ཟེར་ན་མི་དགུའི་སྒོམ་གྱི་མགོ་བོ་བསྲུང་བ་བཞིན་མན་ངག་གཏེར་སྒོ་འབྱེད་པའི་བླ་མ་ལ་རྒྱུན་དུ་གསོལ་བ་འདེབས་པའི་སྒོམ་ཆེན་ལ་དཀྱུས་མའི་མི་དགུའི་སྐྱེ་བར་ཟིན་གྱི་ལོས། དེ་འདྲ་བའི་མི་དགུ་དེ་ཡང་དཀྱུས་མ་མ་ཡིན་པ་གི་དེ་མི་དགུ་ཅེས་རྒྱུད་ལ་དེ་འདྲ་བཞིན་དུ་སྐྱེ་ཐུབ་པར་ཤོག། དེ་ནས་སེམས་ཀྱི་གནས་ལུགས། ཡང་དག་པ་དང་འབྲེལ་བྱེད་ཀྱི་གདམས་ངག་སེམས་ཀྱིས་མ་ལོག་པ། སངས་རྒྱས་ཀྱི་གསུང་དང་མཐུན་པར་བྱེད་ཀྱི་གདམས་ངག་སེམས་ཀྱིས་མ་ལོག་པ་སྟེ་སོ་སོ་ལ་དེ་འདྲའི་ཅན་མ་བསྟེན་མཁན་གྱི་མཚན་ལྡན་གྱི་བླ་མ་དགེ་བའི་བཤེས་གཉེན་དུ་སོགས་ལ་དེ་ནི་ད་མི་དགོས་དེ་འདྲའི་ཅན་ཡོད་དགོས་ཀྱི་ཡོད་རེད། དེ་འདྲའི་ཅན་ད་སྒོམ་དེ་གའི་མགོ་བོ་ལྟ་བུ་དེ་མི་དགོས་དེ་དོགས་སེལ་དགོས་ཀྱི་ཡོད་པ་གཅིག་གསུངས་ཀྱི་ཡོད་རེད། མི་ལྔ་སྟེ་སྒོ་འབྱེད་པའི་བླ་མ་ལ་རྒྱུན་དུ་གསོལ་བ། དེ་ཡང། མཚམས་མཚམས་ལ་མི་དགོས་ཡོད་པ་མཚམས་མཚམས་ལ་མི་དགོས་མེད་པ་མ་ཡིན་པར། དུས་དང་གནས་སྐབས་ཀུན་ཏུ་ལ་དུས་རྒྱུན་དུ་ལ་དོ་ཟེར་དེ་ནི། མི་དགོས་དུ་དགོས་ཀྱི་ཡོད་རེད། དེ་བྱེད་དུས་ཙམ་ནས་དེ་ནི། དུས་རྒྱུན་དུ་ལ། དེ་ནི་མི་དགོས་དོན་ཡོད་ན། དེ་ནི་སོ་སོར་གས། དེ་ནི་ད་བསྒོམས་ཏེ་ཚེ་དང་ལྡན་པ། དེ་ནི་ཆུ་སྟེ་སོ་སོར་གས་སེམས་ལྡན་གྱི་ཆུ་སྟེ་དེ་ནི་ཡག་པོ་བྱེད་དོ་ཟེར། དེ་ནི་བློ་ཆོས་སུ་འགྲོ་བ་ཆོས་ལམ་དུ་འགྲོ་བ་ལམ་འཁྲུལ་པ་སེལ་བ་འཁྲུལ་པ་ཡེ་ཤེས་སུ

སོ་སོ་གི་རྩ་བའི་བླ་མ་དང་བླ་མ་དགེ་བའི་བཤེས་གཉེན་དེ་དག་ལ་དུ་ཟེར་ཡོད་ན། དེ་ནས་ད་བསྒོམ་སྟེ། ཚད་ལྡན་ཡག་པོ་ཅིག་ཆགས་ཡ་དང། དེ་ནས་སོ་སོ་གི་དེ་ནས་བློ་དེ་དེ་ནས་ཆུ།

ཚེ་འདི་བདུད་ཐག་གཅོད་པའི་སྒོམ་ཆེན་ལ། ཞེན་ལོག་སྒོམ་གྱི་རྐང་པར་སོང་པ་བཞིན་ཟས་ནོར་ཀུན་ལ་ཆགས་ཞེན་མེད་པར་ཚེ་འདི་བདུད་ཐག་གཅོད་པའི་སྒོམ་ཆེན་སྙིང་པོར་ཞེན་པ་མེད་པར་ཟིན་གྱི་ལོས། ཞེན་ལོག་སྒོམ་གྱི་རྐང་པ། འཁོར་བ་ལ་ཞེན་པ་ལོག་པའི་ཞེན་ལོག།

ང་རང་ཚོ་གི་མི་ཡི་ལུས་རྟེན་དེ། ག་དུས་ཡིན་ན་ཡང་ཐོབ་མི་སྲིད་པ། མི་ཡི་ལུས་རྟེན་དེ་དེ་འདྲའི་ཅན་ཐོབ་བསྡད་དུས་འདི་འཚོ་གནས་བྱེད་ཡག་ལ་དཔེན་མི་སྲིད་ཀི། དེ་ནི་སྒར་ཆེན་གི་གད་ཡིག་ཤོག་ཆེན་པོ་ཡོད་བ། དེ་ནི་ད་འགྱིག་ལས་སླ་བ། དེ་འདྲའི་གི་དེ་ནི་གོ་སྐབས་ཕྲན་བུ་ཙམ་གྱི་ཡོད་པའི་གནས་སྐབས་ལ་དེ་འདྲའི་ཅན་དམ་འབྱོར་གྱི་མི་ལུས་འདི།

གསུངས། ད་རྣམ་རྟོག་གི་ངོ་བོ་དེ་ནི་ཆོས་སྐུ། རྣམ་རྟོག་གི་གནས་ལུགས་ད་ཆོས་སྐུ། འོ་དེ་འདྲའི་བྱས་ནས་གསུངས་པ། ཅི་ཡང་མ་ཡིན་ཅི་ཡང། འདི་རེད་འདི་མ་རེད་ཟེར་ནས། ཡོད་པ་མ་ཡིན་སྦྱར་བས་ཀྱང་མ་ཚད་མེད་པ་མ་ཡིན་འཁོར་འདས་ཀུན་གྱི་ཞིང་མགར་དུ་མ་ཡོད་ཟུང་འཇུག་དབེན་མོད་མཐའ་བྲལ་སེམས་ཀྱི་གནས་ལུགས་རྟོགས་པར་ཤོག་ཟེར། ཡོད་མིན་ཡིན་མིན

དེ་ནས་འཁོར་བ་དང་ནེ་ཚོར་མྱང་འདས་ཟེར་ཏེ། དེ་ནས་མཐར་ཐུག་གི་དོན་ནི་དེ་ནི། རེ་དོགས་དང་གཉིས་འཛིན་དང་འཁྲུལ་བའི་སྣང་བ་ཐམས་ཅད་བ། དེ་ནི་ཟད་པ་དེ་ལ་དེ་མྱ་ངན་ལས་འདས་པ་དང། དེ་ཀའི་ཟད་པ་དེའི་ཀློང་ལས་ཆོས་ཉིད་ཀྱི་ཀློང་ལས་དེ་ནི། ཆོས་ཅན་ཀུན་རྫོབ་ཀྱི་ཆོས་སྣ་ཚོགས་པ་དེ་འདྲའི་ཆ་ནས་འཆར་བདེ་བ་འཆར་བ།

ཞེན་ལོག་སྒོམ་གྱི་རྐང་པ། མོས་གུས་སྒོམ་གྱི་མགོ་བོ། ཡིད་མེད་སྒོམ་གྱི་དངུལ་རྒྱ། དེ་ནས་རྣམ་རྟོག་གི་ངོ་བོ་ཆོས་སྐུ། དེ་ནས་འཁོར་བ་དང་མྱ་ངན་ལས་འདས་པ་དབྱེར་མ་མཆིས་པ། གནས་ལུགས་དེ། དེ་རྟོགས་པ་ཅིག། སེམས་ཀྱི་གནས་ལུགས་མདོར་ན་སེམས་ཀྱི་གནས་ལུགས་དེ། དེ་ཀའི་གནས་ལུགས་དེ་ཀའི་ཀློང་ལས། དེ་ནི་ཀུན་རྫོབ་ཀྱི་འཁྲུལ་བའི་སྣང་བ་སྣ་ཚོགས་པ་ཀྱི་དེ་འབྲས་ཀྱི་སྣང་བདེ་བ། དེ་ནི་འཁོར་བའི་སྣ་ཚོགས་དེ་གནས་ཚུལ་ལ་དེ་མྱ་ངན་ལས་འདས་པའི་ངོ་བོ་ལ། དེ་འབྲས་ཀྱི་རང་བཞིན་གྱི་མྱ་ངན་ལས་འདས་པའི་ངོ་བོ་ལ་དེ་འབྲས་ཀྱི་ནི་དང་གནས་བདེ་བའོ། དུག་སེལ།

དེ་ནས་མོས་གུའང་དད་པ་དེ་སྐྱེ་དགོས་ཡོད་རེད། མོས་གུ་དང་དད་པ་རྒྱུན་ཆད་མེད་པ་དེ་འདྲའི་བྱས་ནས་སྐྱེ་བ་དེ་ཡང་དེ་ནི་ག་རེ་རེད་ཟེར་དུས་དེ་ནི་སྒོམ་ཆ་ཚང་བ་ཡིན་ན་དེ་ནི་སྒོམ་གྱི་མགོ་བོ་ལྟ་བུ་དེ་ཆགས་འདུག་ཡོད་རེད། དེ་ནི་སྒོམ་གྱི་དངོས་རྒྱུ་དེ་ལ་ག་རེ་རེད་ཟེར་དུས་ད་ཡིན་པ་མིན་པ་ཡིན་མིན་སྒོམ་གྱི་དངོས་གཞིར་སོང་བ་ཡི་གང་ཤར་རྟོགས་པའི་ངོ་བོ་སོང་མ་ཐག་མ་རྒྱུད་དེ་གར་འཇོག་པའི་སྒོམ་ཆེན་ལ་བསྒོམ་བྱ་བློ་དང་བྲལ་བར་ཟིན་གྱི་ལོབས་སོང་བ་ནང་བཞིན་བྱས་ནས་དེ་ནས་ཡེངས་དུ་མེད་ལ་སྒོམ་དུ་མེད། གང་ཤར་རྟོགས་པའི་ངོ་བོ་སོང་མ་ཐག་ག་རང་ལ་གང་རྟོགས་པ་ལ་ཤར་བ་དེ་ནས་སྐྱེ་བརྒྱུད་གང་ཡང་མེད་པ་དེ་ནས་གསར་ཙམ་རེག་ཙམ་སྙོམས་ཙམ་གྱི་བདག་ཉིད་དེ།

དེ་ནས་འཆིང་ཐག་ལྟ་བུ་བྱེད། དེ་ནས་འཁོར་བ་ལ་འཁོར་ཡག་གི་རྒྱུ་གཙོ་བོ་དེ་དེ་འདྲས་བྱས་ནས་ཞེན་ཆགས་དེ་ཆགས་འགྲོ་གི་ཡོད་རེད། མདོར་ན་དེ་ནས་འཁོར་བ་ལ་དེ་ནས་ཟས་ནོར་དེ་དག་ལ་ཆགས་པའི་ཆགས་ཞེན་དེ་འདྲས་བྱས་ནས་སྤང་དགོས་ཡག་དང། དེ་ནས་དཔལ་ལྡན་རྩ་བའི་བླ་མ་དེ་དག་ལ་དུས་རྒྱུན་འདི་ལ་དེ་ནི་དེ་ནི་དད་པ་ཟློག་ཏུ་མེད་པ་དེ་འདྲ་ཅན་ཡོད་དགོས་པ་དང་དེ་ཡིན་པ་མེད་པའི་ཐོག་ལ་དེ་ནི་གང་ཤར་རྟོགས་པའི་ངོ་བོ་སོ་མ་དེ་མ་ཡིན་བ་དེའི་ངང་ལ་དེ་ནི་དྲན་པའི་རྒྱུན་བསྐྱངས་ནས་དོ་ཟེར་ནས་དེ་ནི་བསྒོམས་ཏེ་སྣང་བ་ཡིན་ན་དེ་བློ་ཆུད་ཟིན་འགྲོ་བ་དང་ཆུད་ལམ་དུ་འགྲོ་བ་ལམ་འཁྲུལ་པ་ཟེར་བ་འཁྲུལ་པ་ཡེ་ཤེས་སམ་འཆར་ཐོབ་པ་བཅས་ཡོང་གི་ཡོད་རེད། དེ་བྱས་དུས་རྣམ་རྟོག་ངོ་བོ་ཆོས་སྐུ་གསུང་བ་ཡིས་ཅི་ཡང་མ་ཡིན་ཅི་ཡང་བྱ་བ